ས་དེ་འདྲའི་ཡིན་དུས་ཚང་ནས་ད། གང་ལྟར་ཅིག་ལས་ངན་པ་བསགས་ནས་ངན་འགྲོ་ལ་སྐྱེ་ཡ་ལས། ཅིག་སྙིང་སྟོབས་ཅིག་སྐྱེས་ནས། བསླབ་པ་སྲུང་གི་ཡིན་བྱས་ནས་ཨེ་ནི་གལ་ཏེ་ཅིག་བསླབ་པ་དང་འགལ་བའི་ཉེས་པས་ཅིག་དེ་འདྲས་ཀྱི་བུ་གའི་ངན་འགྲོ་ངན་སོང་ནད་ལ་སྐྱེས་པ་ཡིན་ནས་སྔར་བསླབ་པ་ནོད་པའི་བག་ཆགས་དེ་མུ་མཐུད་འདས་བསྡད་ཀྱི་རེད།

དངོས་གཞི་འདི། བོད་ཀྱི་ཚད་ཅན་གྱི་རེད། རྗེ་བཙུན་འཇམ་དཔལ་དབྱངས་ཀྱི་དངོས་གཞི་འདི། ཐག་རིང་པོ་གཅིག་གི་དངོས་གཞི་གཟིགས་ཐུབ་ཀྱི་ཡོད་པ་ཡིན་དུས། བདེན་བཞིའི་ཆོས་འཁོར་བསྟན་ནས་དགྲ་བཅོམ་པའི་གོ་འཕང་ཐོབ་པ་ལས་ཀྱང། སྟོང་ཉིད་ཕྲ་མོ་བསྟན་ནས་གནས་སྐབས་བོད་ཀྱི་རྒྱུད་མ་སྨིན་པ་ཡིན་དུས་རྩ་ནས་ཅིག་ལོག་ལྟ་རུ་ཅིག་སྐྱེས་པ་འདི་ཀྱི་ངན་འགྲོར་སྐྱེས་པ་ཡིན་ནས་འདིས་བག་ཆགས་བཞག་ནས་མ་འོངས་པ་ལ་ཡང། ཨེ་ནི་སྟོང་ཉིད་ལྟ་བ་ཕྱིན་ཅི་མ་ལོག་པ་རྒྱུད་ལ་སྐྱེ་ཐུ་ཡ་གཅིག་གིས་བག་ཆགས་བཞག་ནས་དེའི་དབང་གིས་ཨེ་ནི་རྣམ་མཁྱེན་རྒྱལ་བའི་སྐུ་དབང་ཐོབ་ཐུབ་པ་ཅིག་ཡོང་གི་ཡོད་རེད། ཨོ་བཅོམ་ལྡན་འདས་ཀྱིས་དེ་འདྲ་བཀའ་གནང་བ་རེད་ཟེར་ནས་ང་ཁྲི་འམ་ཅིའི་ལོ་རྒྱུས་དེ་གསུངས་མྱོང། དེ་དག་དེ་འདྲ་ཡིན་པ་རེད་ས་དེ་འདྲ་ཡིན་དུས་ང་རང་ཚོ་དེ་སེམས་ཞུམ་རྒྱུ་ཡོད་མ་རེད་ཤ་ཟ་བ། ད་ལྟ་ང་རང་ཚོ་ག་ཟེ་མེན་སི་ལབ་ནས་མི་ལུས་ཐོབ་ཨེ་ནི་ཆོས་རྡོ་རྣམ་གཅིག་གི་ཤེས་རབ་དེ་འདྲ་བརྗོད་ལྡན་ངེས། ཨེ་ནི་ཆོས་རྡོ་རྣམ་གཅིག་གི་ཤེས་རབ་འདི་གིས་སློབ་གཉེར་རྒྱག་ས་བོད་སྐད་ཆ་བཤད་ན་བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱ་ལྷག་ཅིག་བཞག་རེད་ད། ཀླུ་སྒྲུབ་ཡབ་སྲས་ཀྱི་གསུང་དེ་ཡིན་དེ་ད་ཀླུ་སྒྲུབ་ངོ་མ་རང་དེ་ཡོད་པ་ཡིན་ནས་དེའི་ནང་ལ་གསུང་ཞོར་དེ་མ་གཏོགས་དེ་ལས་ཟུར་དུ་གདམས་ངག་ཡིན་ཟེར་ནས་ཨ་མཆོག་ཁྲིད་དེ་ནས་ཤོར་ཤོར་ཤོར་སོང་ཡོང་མ་ཡོད་མེད་པ། གང་ལྟར་ཀླུ་སྒྲུབ་དངོས་སུ་མཇལ་རེ་ཡིན་ནས་རྩ་བ་ཤེ་རོག་ལ་སོགས་པའི་གཞུང་དེ་ཡིན་དེ་ད་གསུང་ཡག་རེད་དེ་ང་ཚོ་ཨ་མདོ་མཇལ་ཡག་འདུག། དེ་དང་དེའི་མཚོན་པའི་བླ་མ་གོང་མ་ཚོའི། དང་ཟུང་འཇུག་གི་གོ་འཕང་བརྙེས་པའི་བླ་མ་གོང་མ་ཚོའི་ལེགས་བཤད་རྗེས་འཇུག་གི་གདུལ་བྱ་ལ་དགོངས་ནས་བརྩམས་ཞེས་པ་འདི་ཡིས་ཏེ་ཁོ་རང་ཚོ་སྐུ་འཚོ་བ། དཔེར་ན་བཅོམ་ལྡན་འདས་རང་ཉིད་ཀྱི་ཕྱག་བཞག་ནི་ང་ནི་མྱ་ངན་འདས་འོག་ཏུ་འདི་ནི་ཁྱོད་ཀྱི་སྟོན་པའོ་ཞེས་རང་བཞིན་གྱིས་གུས་བྱེད་པ་ནན་ཏན་གྱི་ལུང་གསུང་འདོད་དེ་སོ་སོ་ཐར་པའི་མདོ་འདི་ངའི་རྒྱལ་ཚབ་ཡིན་ངའི་ཚབ་ཡིན་ཞེས་ནས་གསུང་འདུག་བ། འོ་ན་དེ་ནང་བཞིན་རེད་ས་དེ་འདྲ་ཡིན་དུས་ང་རང་ཚོ་ཞུམ་ཡང་མི་འདུག་བ། བཅོམ་ལྡན་འདས་རང་ཉིད་ཀྱི། དང་བཀའ་འགྱུར་མཆོག་བཀའ་འགྱུར་པུ་ཏི་བརྒྱ། དང་དེ་ནས་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་དེ་དག་གི་མཛད་བྱས་པའི་བསྟན་འགྱུར་པུ་ཏི་ཉིས་བརྒྱ་དང་ཉི་ཤུ་རྩ་གྲངས་ཅིག་ང་ཚོ་མཇལ་ཡག་ཡོད་རེད་མཐོང་ཡག་ཡོད་རེད་འདི་ཀློག་དང། འདི་སློབ་སྦྱོང་བྱས། རྒྱུད་ལ་སྦྱར། རེད་དང། སེམས་ལ་ཡང་འགྱུར་བ་འགྲོ་ཡག་ཅིག་བྱེད་ཀྱི་ཡིན། ད་རེས་མ་བྱས་ན